རྣམ་པ་ལྷན་རྒྱས་ཚང་མ་བློ་ལ་ཡལ་ཙམ་དེ་བྲིས་ཏེ་ལས་བྱེད་ནས་ཞུ་ཡས་ཡིན་ང་ཆོས་རྒྱུད་རྡོ་རྗེ་ཡིན་ཁྱེད་ལ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ནང་ལྷོ་ཕྱོགས་གཞིས་ཆགས་ཁག་ཏུ་དམག་སྡེ་ཨང་ཉི་ཤུ་རྩ་གཉིས་ནས་དར་བའི་ལུས་རྩལ་སྦྱོང་བརྡར་གྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་དར་ཁྱབ་ཆེན་པོ་བྱུང་ཡོད་པའི་བརྙན་ཐུང་གི་གཟིགས་འབུལ་ཞིག་གཤམ་ལ་ཟིན་བསྲིང་ཡོང་བ་ཞུ།
ལུས་རྩལ་རུས་རྒོད་དེ་དང་པོ་རྩོམ་ཡག་དེ་མ་སོང་ལས་གཞུང་རང་གི་བཀའ་ཕེབས་པ་དེ་འདྲ་རེད། གཞིས་ཆགས་སུ། རྒན་གཞོན་བར་གསུམ་ནི་ཨ་ནི་གཅིག་ལུས་རྩལ་དེ་འཆང་མི་དེ་སོ་སོའི་གཟུགས་པོ་ལ་འཕྲོད་བསྟེན་དང་དེ་འདྲ་གི་ཆེད་དུ་ཡོང་གི་རེད་ཟེར་ནས་དེ་འདྲ་བཀའ་ཕེབས་པ་འདི་བཅོ་རེད། བརྒྱད་དྲུག་ཅུ་ཟེར་ཡས་དེ་འོ་ད་དེ་ཚིག་དེ་ཡོད་རེད་དེ་དུས་རང་ནས་ཡོད་རེད་དེ་ཡོད་དེ་ཟེར་ནས་ད་ང་ཚོའི་དྲང་བདེན་དུ་ལོ་བཅོ་བརྒྱད་བསྐྱལ་ཡོད་ཟེར་ནས་ལུས་རྩལ་དེ་ལ་ད་མཉམ་ཞུགས་ང་ཚོས་མང་པོ་བྱས་ཡོད་རེད། མེ་མདའ་ཁྱེར་ནས་ཇེ་མང་ནས་ཇེ་མང་སར་ཉལ་ནས་མ་གྱུར་ཅིག་ཅང་མ་རག་པ་བྱས་ནས་ཉལ་ནས་འགྲོ་གོ་དོགས་མེད་འདབ་མ་སར་བཙུགས་བྱས་ནས་ཨེ་ནི་འདི་ནས་ངའི་འགྲོ་དོན་རྐང་པའི་རྟིང་ག་འདི་ཡར་བཀྱགས་ལ་མ་བཞུར་རྟིང་ག་མ་བསྙགས་ནས་འགྲོ་གོ་ཟེར་དོ་ལྟ་རྟེན་འབྲེལ་མང་པོ་ཞིག་ལབ་དགོས་དོགས་དུས་དུས། བདེ་ལེགས་གོང་དུ་ཞུས་པ་ནང་བཞིན་རེད། ཞོགས་པ་སྟག་ལྤགས་ཆུ་ཚོད་དྲུག་པ་བདུན་པའི་བར་ལ་མགོ་བཙུགས་ནས་ང་ཚོ་གྲོང་སྡེ་གཉིས་གསུམ་ནང་ཉི་མ་རེར་སྐོར་བརྒྱབ་ཐུབ་ཀྱི་འདུག་སྟག་ལྤགས་བཅར་ཐུབ་ཀྱི་མི་འདུག་ད་མི་མང་ནང་ནས་ལས་ཀ་ཆེ་བོར་ནང་ལས་ཡོད་རེད་ཞིང་ཁའི་ལས་ཀ་ཆེ་བོར་བ་ཕྱུགས་བཏགས་པ་རེད།

ཀྱི་ལས་དོན་ག་རེ་བྱས་པའི་ནི་དབྱིན་ཇིའི་སྐད་ལ་མ་ཟད Consistent ཡོད་མ་རེད་བ། མུ་མཐུད་ནས་བྱས་ཏེ་ཡས་ཏེ་ཡོད་མ་རེད་རིམ་པས་རིམ་པས་ད་ཉམས་པ་རེད། ད་ད་ཉམས་འགྲོ་དང་གཞིས་ཆགས་གང་གའི་ནང་ཉམས་ཏེ་བཞག། ལུས་རྩལ་སྦྱོང་བརྡར་གྱི་ལས་འགུལ་འདི་དག་སྤེལ་དགོས་པའི་ཐོག་མའི་དམིགས་ཡུལ་དང་མང་ཚོགས་ལ་ཕན་ཐོགས་ག་རེ་བྱུང་ཡོད་མིན་རྗེས་སུ་མཚམས་འཇོག་བྱེད་དགོས་དོན། ད་ལྟའི་ཆར་ལས་འགུལ་འདི་འདྲ་ཞིག་གཞིས་ཆགས་ཁག་ནང་དགོས་མཁོ་ཡོད་མིན་སྐོར། སྐབས་དེའི་ལས་འགུལ་དང་འབྲེལ་བ་ཡོད་པའི་མི་སྣ་ཁག་ཅིག་ལ་བཅར་འདྲི་ཞུས་པར་གཞིས་ཉེས་སྟོང་སྨི་བཞི་རྩ་གསུམ་ཟླ་བ་བརྒྱད་པའི་ཚེས་བཅུ་གཅིག་རེས་གཟའ་པ་སངས་ཉིན་ལན་གཅིག་སེང་རོག་ནོར་ལེ་ཚན་ཉིས་བརྒྱ་བཅུ་གཅིག་ནང་གཅིན་སིང་ཡོང་བ་ཞུ།